ལ་སོགས་གནས་བརྟན་ས་ཚང་ཆེ་བཞེས་ཚོགས་པ་ནང་ཁ་ཞུ་ཁ་འབིན་བྱ་བབ་ཐམས་ཅད་ཀ་རང་ནི་ཕྱི་དྲོ་དེ་ལས་དང་ནི་བཅར་བྱ་དག་ཞུ་ལས་ནི་ཨོམ་ཇི་བར་དོ་དེ་དྲེལ་ག་ནས་འཕྲོ་མཐུད་ནི་ཏིག་དང་དུ་ཞུ་ལས་དང་ནི་ནི་ཨོ་མ་བཅབ་ཆོག་བྱ་དག་ཞུ་ལས། ནི་འོང་བར་འདུག་དེ་སྦྲུལ་ག་རིམ་པ་དབུགས་ཀ་ཞེས་པ་ཡི་དྭགས་ནི་ལ་ནི་ཐམས་ཅད་ཀྱི་མཁན་སེལ་ལྟར་དུ། ཤི་ནི་བི་ནང་ཐུར་ག་ནི་བྱེ་བ་རིགས་ལྔ་ག་ནང་གི་སངས་རྒྱས་རྣམ་པར་སྣང་མཛད་ལྷ་ཚོགས་ཤར་བའི་ནང་དང་ནི་ཞུན་ཆུ་མ་མེ། ནི་འོང་ཤི་ནི་བི་ནང་ནིག་རྩིང་བདེ་ལེགས་ག་སྐབས་ག་བཅོམ་ལྡན་རྡོ་རྗེ་སེམས་དཔའི་ལྷ་ཚོགས་འཁོར་དང་བཅས་པ་ཐམས་ཅན་ཤར་བའི་ནང་དང་ནི་ནི་བི་འབྱེད་པ་ག་ཨི་ནིང་ཞུན་ཆུ་མ་མེ། ནི་འོམ་དེ་ནོངས་ཞོ་ནི་ཨེ་བསྟན་པ་ག་ཆོས་ཤིག་གི་ལས་རིམ་ཧང་ག་ཤེག་པ་ཡ་བདག་ཐ་འདི་ནི་ལ། ནི་འོམ་ཤི་ནི་བི་ནང་བསམ་བདེ་ལེ་ག་གབ་ག་ནི་ལྷ་ཚོགས་ཧང་ཤར་འཇམ་མོ་འགྲོ་བ་རིགས་དྲུག་ག་ནང་གི་ལམ་ཧང་ཤར་འུ་འཇམ་མོ་འོ་ན་ག་གབ་ག

ལ་སོགས་སྙོམས། པི་འཆ་བ་ཀ་ཅི་ཨོ་མ་ཀུམ་ཀུམ་སྐུ་པར་ཕུལ་བ་མེ་ནི་འོ་ནི་སྐུ་པར་ཞོ་ཨའི་བསྟན་པ་བཞི་ནི་པི་སྣང་བསམ་བདེ་ལས་ཀ་ཀབ་ཀ་བཅོམ་ལྡན་རིན་ཆེན་འབྱུང་ལྡན་གྱི་ལྷ་ཚོགས་འཁོར་དང་བཅས་པ་བ་ཤར་པའི་བདག་ནི་སྲུང་མ་ལ་ནི་འོ་ནི་སྐུ་པར་གས་ཀི་ལ་དྭ་ཞུ་ལས་ནི་འོ་ནི་སྐུ་པར་གས་པོ་གླེགས་བམ་གཟིགས་ཅོ་ན་ནི་ཨོ་མ་ཧང་སྟེན་སྲུང་མ་བཅས་བདག་ནི་ལ་པི་སྣང་བསམ་བདེ་ལས་ཀ་ཀབ་ཀ་ནི་འོ་ནི་གས་ནེ་ཨོ་ནེ་ཀེ་ན་མེ་ས་མི་ག་འོད་ཟེར་སེར་བུ་ཨའོ་དོར་ཤར་བས་འགྱོ་ལ་ནི་འོད་ཟེར་སེར་བུ་ག་ན་ག་ནེ་ཨོ་ནེ་ལྷོ་ཕྱོགས་དཔལ་དང་ལྡན་པའི་ཞིང་ཁམས་བདག་ས་གའི་གདོང་མཐའ་ནི་ནི་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ད་ག་ནི་ལྷ་ཚོགས་དོར་ཤར་ཨོ་བས་འགྱོ་ལ

ནི་ཆ་ཀ་ཞོ་ཧང་རྣམ་པ་བཅས་བདག་ནི་ལ་ཆ་ཀ་ཞོ་ནོར་བུ་ཐུར་རྣམ་པ་བཅས་ན་བདག་གོ་ལ། ནི་བཞུགས་ཁྲི་ཞོ་ཧང་ཀ་བཞུགས་ཁྲི་ཡ་བཞུགས་པ་བཅས་བདག་ནི་ལ་ཀུར་རྟ་གི་ཡ་ནི་ཀ་ཕུ་བ་ཀ་བཞུགས་ཁྲི་ཐུར་ཀ་བཞུགས་པ་བཅས་གོ་ལ་ལེགས་པ་གཟིགས་ཆོ་ལེ་རོ་ཀ་སེང་ཁྲི་ཀ་རོ་ཀ་བཞུགས།

ནི་རོ་ག་དེ་ག་སྦྱར་ནི་བྱུ་བ་ནི་ཡུམ་རྒྱལ་པོའི་གཞུ་ནི་ཆུ་མ་མ་ཀི་ག་ནི་ལྷ་ཚོགས་ཀི་ལ་ནི་རོག་ནི་ཚིང་དེ་ག་སྦྱར་པའོ་བ་དུར་ནི་འོད་སེར་བུ་ག་ནང་གི་ཤ་རོ་བྷེ་ཨན་གི་ནི་ཡ་ནི་བ་ནི་གི་ནི་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་བར་ག་ཞུགས་པ་ལ་མེ་ནི་ནི་རོ་ག་ཨེ་ག་ལྷ་ཚོགས་དུར་ལ་མེ་ནི་འུ་ནུ་ལྷ་ཚོགས་ཞུ་ཧང་གི་ལས་དང་ནི་ལ་བྱང་ཆུ་སེམས་དཔའ་ཀུན་ཏུ་བཟང་པོ་གི་ལ་ནང་གི་ཨན་གི་ཨོ་ལ། ཕྱག་གཡས་པ་ག་ཞུ་གནས་མ་རྣམས་པ་བྱ། ཕྱག་གཡོན་པ་ག་ཞུ་དྲིལ་བུ་ཐུར་བཙུགས་མ་བྱ། ནི་རོ་ག་གཟུགས་ཀ་གི་ཟློག་ཞུ་སེར་བུ་བྱ་ན་འདག་གིོ་ལ། ནི་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ག་གཡོན་ག་ལོ་ག་ལྷ་ཚོགས་དུར་ལ་མེ་འུ་ནུ་ཞུ་བྱང་ཆུབ་སེམས་དཔའ་ནམ་མཁའི་སྙིང་པོ་གི་ལ་ནཱ། ཕྱག་གཡས་པ་ག་ནི་བ་ནི་གི་རལ་གྲི་ཐུར་བསྣམས་པ་བྱ། ཕྱག་གཡོན་པ་ག་ཞུ་དྲིལ་བུ་ཐུར་བསྣམས་པ་བྱ། རོ་ག་སྐུ་གདུགས་ཞུ་སེར་བུ་བྱ། བདག་གི་ཡོ་ལ་ན་ལ། ཡ། ནི་བ་ནི་གི་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ག་གུབ་ཀ་ལྷ་ཚོགས་ཐུར་ལ་མེ་འོམ་ཆང་འོ་ག། འུ་ནུ་ལྷ་ཚོགས་ཞུ། ནི་ལྗང་ཆུ་སེར་མ། ནི་མ་ལས་མ་གི་ལ་ནི་གི་བ་ལ། ནི་ཕྱག་ག་ཧང་བསྣམས་པ་བྱ། ཕྲེང་བ་ཐུར་བསྣམས་པ་བྱ། ནི་བ་ནི་གི། བཟོ་བདག་ཞུ། སྐུ་གདུགས་ག་ཀ་ལར་ཞུ།

དཔལ་ཕུར་རྣམ་པ་ཅནགྱོད་ལ་ནི་སྤོས་ཐོག་ས་གའི་དུས་ཁ་དོག་མང་སྟེ་ལྷག་གནས་ལ་ནི་ལམ་ཞུ་དོག་ཁུ་ལུག་དང་སྤོས་བཙུགས་པའི་བ་རང་དུར་ཅོ་ལྕ་མའི་འོ་ན་ཞོ་དཔལ་ཕུར་རུ་དག་པས་ན་དཔེ་བཙུགས་ས་བ་རང་གི་ལ་མི་འུ་ནུ་ད་བ་དཔལ་ཕུར་དཔེ་བཙུགས་པའོ་དཔལ་ཕུར་དུར་རྣམ་པ་ཅནགྱོད་ལ་ཆག་གནས་འོ་ནས་ཀྱི་སོབ་ད་ཀུ་དོག་ག་ལར་ཞོ་སེར་བུ་ཅནག་ཡོད་ལ། ཡ། ལྷ་ཚོགས་ཧབ་དུར་ལ། བྱང་ཆུབ་སེམས་དཔའ་ལྷ་ཡབ་ལ་རིན་ཆེན་འབྱུང་ལྡན་གྱི་བུ་གའི་བར་ཀ་བཞུགས་པ་ལ་མི་གནས་རོ་ག་དེ་ག་ཡུམ་དུར་སྦྱར་བ་ལ་མི་དབོན་ཞུ་སྨྱོ་གནས་ཀྱི་འབྱུང་བ་བཞི་ག་ནང་གི་ཆུ་མ་མ་ཀི་ད་ག་ནི་ཀི་ལ་ཨན་གི་ཨོ་ལ་ཧབ་དུར་དེ་བ་ལྷ་ཚོགས་ནིག་ཙིང་དེ་བ་མི་བར་ཀ་རང་ཧབ་དུར་ལ་ཡབ་དང་ཡུམ་ནིག་ཙིང་དེ་བ་མི་ཨེ་ག་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་ལ་མི་ཧབ་དུར་དེ་བ་སམ་སྨྱོ་གནས་གཡོན་ག་བྱང་ཆུབ་སེམས་དཔའ་ཧང་ལ་བྱང་ཆུབ་སེམས་དཔའ་སྨྱོ་གནས་ཀྱི་གཡོན་ག་བཞུགས། བྱང་ཆུབ་སེམས་དཔའ་ནམ་མཁའི་སྙིང་པོ་ལ་མི་དབུལ་གནོད་འཚེ་ལ་ཁམས་བཞི་ནི་དགུ་བཀའ་བཞོ་ནི་ཨ་ཡང་བྱང་ཆུབ་སེམས་མ་མ་ལས་མ་ལ་མི་དབུལ་གནོད་ཀྱི་ང་ནི་སྐུ་བརྒྱ་བཀའ་བྱང་ཆུབ་སེམས་མ་བདུད་པའི་མ་ལ་མི་དབུལ་གནོད་ཀྱི་ཁུངས་ཡ་ཨ་བསྟན་པ་ཐམས་ཅན་བཞི་ནི་བི་སྣང་བསམ་བདེ་ལས་ཀ་གབ་ཀ་བའི་ཟེར་རྣམ་མེད་བསམ་མེད་སེར་བུ་ཨོ་ཤར་བ་ག་ནང་གི་ནི་བཅོམ་ལྡན་འདས་ནི་རིན་ཆེན་འབྱུང་ལྡན་ག་ལྷ་ཚོགས་ཁུངས་ཀྱི་ཤར་ཨོ་བྷི་ད་གུ། ལ་སོགས་ནི་འོག་ནས་ཀྱི་འོད་ཟེར་སེར་པོ་འགའ་ནང་གི་ནི་འུ་ནུ་ལྟ་བུ་ནི་ལྷ་ཚོགས་ཁུངས་ཁེ་པོ་ཧེ་སོ་ངོ་བཞི་ནི་བི་ནང་སམ་བདེ་ལེ་ག་གབ་ཀ་ཤར་ཨོ་བྷེ་ད་གསུང་མ་བྱ། ནི་འུ་ནུ་ཤར་བྷེ་ག་གབ་ཀ་ཤོ་ནམ་མེ་སམ་མེ་ག་འོད་ཟེར་འཆི་བསླུ་འོད་ཟེར་སེར་བུ་ཤར་བ་ལ་མི་དབུལ་ནི་འོད་ཟེར་སེར་བུ་ཁད་བུ་ཁའི་མིང་གི་གོ་གཉིས་པོ་བཀོད་པས་དམར་བ་དབང་ཚད་པས་དམར་བ་འོད་ཟེར་ཐོག་མ་སྐམ་རང་རྣམ་མེད་བསམ་མེད་ཀ་ཡོང་ཁྱེད་ནི་ཀྲག་ཀྲག་དར་དར་སིག་སིག་ཨ་ནི་བི་ལ་ག་འདི་ལས་ལ་མེ་ད་བ་ཨུ་ད་ཆིང་ཆིང་པྲ་ད་ས་ད་ཨན་བྷ་ལེ་ད་གི་ཡོ་ལ། ནི་ནན་གྱི་བུ་གི་ཏན་ཏན་ར་ཡོང་གི་ལས་མ་གི་ལ་ན་ཧ་ནི་ཧ་ཡན་དག་ཏན་ཏན་ནི་ལ་འུ་ནི་འོད་ཤོག་ཅང་སྙོམས་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ག་འོད་གི་ལ་ཧ་ནི་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ག་ལྷ་ཚོགས་འཁོར་དང་བཅས་པ་ཤོ་ན་འདེད་ག་སེམས་དག་པ་ག་ཏན་གི་ངོ་བོ་གི་ཤར་ཐོ་བ་གི་ལ་ན་ཧ་ནི་ནི་དབུས་ནུ་ལྷ་ཚོགས་དཔག་ཐམས་ཅད་རང་སྣང་གི་བ་ག་མགུ་མའི་ལས་ཁེ་ལས། དབུས་ནུ་ལྷ་ཚོགས་དཔག་ཐམས་ཅད་རང་སྔགས་སྐྱབས་དང་སྐྱོབ་པ་བླ་ན་མ་མཆིས་པ་གི་བ་ག་མགུ་མའི་ལས་ཁེ་ལས། དབུས་ནུ་ལྷ་ཚོགས་དཔག་ཐམས་ཅད་རང་ཞིང་ཁམས་གའི་གདོང་དང་ནམ་མཁའི་བུ་གའི་འཁོར་བ་གའི་ག་དང་ཞིང་ཁམས་ག་དང་ནི་རིགས་རྣམ་པའི་ག་ལྡན་གྱི་སུ་བ་ག་འཇོན་མ་གི་ལ། འཇོན་མ་གི་བ་ག་རྣམས་ཀྱི་ཧ་གོ་ནི་རིག་པ་སྒྲིབ་ནས་བཅོམ་ལྡན་ནས་ཧང་ཡང་འོམ་ལ་རིན་ཆེན་འབྱུང་ལྡན་ལྷ་ཚོགས་འཁོར་དང་བཅས་པ་ཐམས་ཅད་གར་དགའ་དང་ཐལ་མ་སྦྱར་ནས་མིང་བཙུམ་ནས་སྨོན་ལམ་ལེགས་པར་བཏབ། བཅོ་ཨན་ནན་གྱི་སྨོན་ལམ་གལ་པོ་གས་ཧམ་བརྟན་བཏབ་པས་རྟགས་མཐའ་འདས་ནས་ལ་ཚིག་དབུས་ཐོག་ཐུར་བཏབ། བཅོ་ཨན་ཡོ་ལ་ཨ་ཐ་ཚིག་བླ་ན་ཀྱི་ཚིག་གས་གདོན་ཕུལ་བས་ན། ཀྱེ་མ། ང་རྒྱལ་དྲག་པོས་འཁོར་བར་འཁྱམས་པའི་ཚེ་མཉམ་ཉིད་ཡེ་ཤེས་གསལ་བའི་འོད་ལམ་ལ། བཅོམ་ལྡན་རིན་ཆེན་འབྱུང་ལྡན་ལམ་སྣ་དྲུང་ཡུམ་ཆུ་མ་མ་ཀིའི་རྒྱབ་གནས་སྦྱོར། བར་དུ་འཇིགས་པའི་འཕྲང་ལས་བསྒྲལ་དུ་གསོལ་ཡང་དག་རྫོགས་པའི་སངས་རྒྱས་ས་རུ་སྤྱོད། བདག་ནི་རྣམ་མེད་ས་མེད་དད་པ་དང་བདག་སྣང་མི་རྒྱུད་དགའ་མཐུ་ངེས་ཨ་ནི། དབུ་ནི་འོད་ཟེར་དང་ལྷ་ཚོགས་ཤར་བ་གམ་ནི་རིག་པ་བསྒྲིབས་ནི་སངས་རྒྱས་རྒྱུ་བ་དགའ་མགུ་མེད་ནི་རྣམ་མེད་ས་མེད་དགའ་གསོལ་འདེབས་ལེགས་ཀུན་བཏབ་སྤྱོད་པ་ནི། གསོལ་འདེབས་པ་ལེགས་པར་བཏབ་ནས་འུ་མྱུར་ལྷ་ཚོགས་དཔག་ཐམས་ཅད་སངས་རྒྱས་ཀྱི་བ་དང་སངས་རྒྱས་རོག་ཐའི་བག་ཐམས་ཅད་རང་དགའ་སེམས་དགའ་ངོ་དགའ་ཐུགས་ངེས་ཨ་ནི་ཤར་ཐའོ་དགའ་དགེ་བ་དགའ་ངོ་འཕྲད་ཐ་འདས་ཉིད་ལ་ནི་འོ་ནས་ཀྱི། སངས་རྒྱས་རིན་ཆེན་འབྱུང་ལྡན་དགའ་ཞིང་ཁམས་དགའ་ད་ནི་འོ་ན་རང་སངས་རྒྱས་དེ་ལས་ད་གསུང་མ་ཆ་ན་ལ་ནི་འོ་ནས་ཀྱི། གལ་སྲིད། ནི་ཨོ་ནེ་ཀའི་ངོ་འཕྲད་པའི་མར་ཐང་འདི་ཉིད་ལ་ནི་ཨོ་ནེ་ཀའི་ཨོམ་ཆར་འབར་དུ་བ་རོ་ལིས་བུད་མེད་ནི་ལ་ལ་སོ་ནི་ཨོ་ནེ་ཀའི། བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ལྷ་ཚོགས་འཁོར་དང་བཅས་པ་ཐམས་ཅད་ཀྱི་འོད་ཟེར་གྱི་བུ་གའི་ཤར་ནི་ཨོ་བྷེ་ཀ་ཀབ་ཀ་ནི་ཨོམ་ཆར་ཨོ་ན་ཟུར་ཀའི་ཐུར་གྱི་གདོང་དག་ནི་ཧང་ཤར་ཨོ་བྷེ་ཡ་དག་ཐང་འདི་ཉིད་ལ་ནི་འགྲོ་བ་རིགས་དྲུག་ག་ནང་གི། མི་ཡི་འགྲོ་བ་ག། ཀེ་ལེ་ག། ནི་འོད་ཟེར་དུར་ཤ་རོ་བྷེ་ཨན་གྱོ་ལ། ནི་འུ་ནུ་འོད་ཟེར་ཤོ་ཧང་ད་བུ་དུར་ཅེ་ཏག་ནི་ལ། འོད་ཟེར་སྔོན་པོ་དུར་ཅ་ཨན་གྱོ་ལ་བུ་ལུ་ཀ་ལར་ཧེང་ལུ་གྱོ་ལེ་དུ་ལ། འུ་ནུ་ཀ་ལར་དུར་ཤ་རོ་བྷེ་ཨན་གྱོ་ལ། འུ་ནུ་འགྲོ་བ་རིགས་དྲུག་ག་ནང་གི་མི་ཡི་འགྲོ་བ། འོ་ན་ག་སྐྱེ་ལེ་ག་ལམ་གི་ལ་ཡོད་ལ་ཨུ་ནུ་ག་འོད་ཟེར་ཞུ་བཀྲག་དང་བུ་འཆི་ལུ་མོ་བ་མགོ་རྐང་ཏི་ལ་མི་འགའ་བུ་འཇམ་པོ་བ་བ་ཐོག་མ་གླེགས་ས་བ་ཨ་བ་ཤོ་དང་བུ་བ་འོ་ན་འོད་ཟེར་ག་ཐུགས་ངེས་ལེང་ད་དང་འཇོང་མེ་ད་བ་དེ་ལམ་བ་ལེ་ན་འགྱོ་ལ་ལ་ནི་ཨུ་ནུ་ག་འོད་ཟེར་ག་ཞུ་ན་འདན་ཆགས་པ་མ་ཀེ་ཞུ་ན་ཞེན་པ་མ་ཀེ་ཞུ་ན་གླེགས་པས་མང་བ་ན་དེ་ལས་མང་བ་ན་ཨུ་ནུ་འོད་ཟེར་ཧང་ད་བ་གླེགས་བུ་མིན་ཚེ་ཧང་ད་བ་གླེགས་བུ་ཐོག་མཐའ་ན་འདན་ད་འདན་ནི་བུ།

གཤིས་ནི་ངམ་བསམ་དགའ་སྐབས་དགའ། ལྷ་ཚོགས་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ལྷ་ཚོགས་འཁོར་དང་བཅས་པ་ཐམས་ཅད་ཤར་པའི་འོད་ཟེར་བསེ་རུ་ཤར་འོག་པའི་འོག་ན་དགའ་བདེ་དགའ་བྲོ་བ་རིགས་དྲུག་དགའ་ནང་དགའི་མི་ཡི་བྲོ་བ་དགའ་སྐྱེ་ལེགས་དགའ་ལམ་འོད་ཟེར་སྔོན་པོ་བཀྲག་མདངས་མ་བ། གླེགས་བུ་འོག་ན་མི་བསམ་གླེགས་བུ་ཐོག་མ་འོག་ཏུ་ཤར་བ་ལས། འོག་ནས་འོད་ནས་དགའི་མི་ཡི་བྲོ་བ་ནང་དགའ་སྐྱེ་ལེགས་དགའ་འོད་ཟེར་ཡེངས་ལུས་འོག་ཏུ་སྔོན་པོ

ཨུ་ནུ་ང་རྒྱལ་དགའ་ཐུག་ངས་ཞར་འཕངས་བྱེད་ཀྱི་ལགས་འགྱུར་ཨུ་ནུ་འོད་ཟེར་ཁའི་སྤུ་ཁའི་ཀླད་ལ་མིག་འགྲོ་བ་ཡི་ཐེངས་ད་གར་ལམ་བཟང་ཐོག་ཏུའང་ཤར་བོ་མ་འཇའ་འཇུག་གི་ལ་ན་ཨོ་ཁའི་ཤར་ཆའི་དང་ནི་ལ་ཨེ་བསྟན་པ་དགའ་སེམས་དགའ་བདེ་དགའ་ཆོ་བ་ང་རྒྱལ་ཐུར་བྱ་མི་ཨུ་ནུ་ང་རྒྱལ་དགའ་ཐུག་ངས་ཨ་ནི་ནི་ཨེ་བསྟན་པ་དགའ་ད་ནི་ཀློག་ནས་མགོ་སྐོར་བྷི་ནི་ནི་འགྲོ་མིག་འགྲོ་བ་དགའ་དང་ཀུན་ཏི་ལི་དགའ་ལྡན་གྱི་འོད་ཟེར་ཤར་བོ་གི་ལགས་འགྱུར། ནི་ཨུ་ནུ་འོད་ཟེར་ཁའི་སྤུ་ཁ་ན་ནི་སེམས་དཔའ་ཕྱག་ནི་བདེ་མཐའ་འདི་ནི་ལ་ནི། འོ་ག་གེ་ལས་མི་ཡི་འགྲོ་བ་ག་གེ་ལས་མི་ཡ་འགྲོ་བ་རྐྱེན་བཅོམ་ལྡན་འགྱེད་ལ་ཨོམ་ལྡན་གུམ་གུམ་ཞུ་བ་ལྟ་བུ་མི་ལ་སྐྱེ་རྒ་ན་འཆི་སྡུག་བསྔལ་མཚན་མོ་བཟློག་ནས་ན་འཁོར་བ་ཆ་མེད་ན་འོ་ན་ག་ལམ་ག་མ་བདེ་བ་ནི་རིག་པ་སྒྲིབ་ནས་ཧབ་ཏུ་ཞུ་དང་ཕི་ནི་བུ་རང་བསྟན་དྲན་མ་བརྟགས་ནས་རང་ནི་འོ་ནི་གི་ནི་རང་བསྟན་ཡོངས་མཁྱེན་ས་དང་ནི་འོ་ནི་གི་ཧང་ཡ་འོམ་ལ་ན་མེ་ས་མི་བཀོད་པའི་དབང་ཚད་པའི་རང་མར་ས་ག་འོད་ཟེར་དང་ལྷ་ཚོགས་པ་ག་ད་ནི་གསོལ་བ་དྲག་པོ་བཏབ་ནས་ནི་དད་པ་དང་མིག་གིས་ཀྱེ་ནི་གསོལ་འདེབས་ཨོམ་ལྡན་ཚིག་དོན་ཁ་འདའ་བ། མདོས་ནི་སྨོན་ལམ་ལེགས་པར་བཏབ་བཅུ་ན་དེ་ངོ་འཕྲད་པའི་རེ་ཐ་འདི་ནི་ལ་ནི་རིན་ཆེན་འབྱུང་ལྡན་ག་འོད་ཟེར་ག་ཐུགས་ཀར་ག་དང་ཐིམ་ནི་ན། ནི་ལྷོ་ཕྱོགས་དཔལ་དང་ལྡན་པའི་ཞིང་ཁམས་ག་ལོངས་སྤྱོད་རྫོགས་པའི་སྐུའི་སངས་རྒྱས་པས་ན་ནི་ལོངས་སྤྱོད་རྫོགས་སྐུ་ག་ཐུགས་མ་ད་ནི་ལོངས་སྤྱོད་རྫོགས་པའི་སྐུ་ག་ད་ནི་སངས་རྒྱས་པས་ད་གསུངས་མ་བྱ་ན་ལ་ནི་ལ་སོ། ནི་ཨོམ་གྱི་མདོར་བསྡུ་ནི་ཞུན་ཐ་འདི་ནི་ལ་ཨེ་བསྟན་པ་ག་ཞི་བདེ་གི་ངམ་རེ་རེ་རེ་རེ་ག་ཞི་ཁྲོ་ལ་ཚོགས་པ་ཤར་བའི་ལམ་མེ། ངམ་རེ་རེ་རེ་རེ་ག་འགྲོ་བ་རིགས་དྲུག་སྣང་ག་སྐྱེ་ལས་ག་ལམ་དུ་རེ་རེ་ཤར་བི་ལ་མི་འུ་ནུ་ཤར་ཁ་འཇུ་རང་སྟེད་ག་སེམས་ག་ཐུག་ངེ་ཨ་ནི་ཤར་བྱ་འཇུག་གི་ལ་ད་ཞུ་ལེ་ན་རང་སྣང་གི་ལ་ན་འུ་ནུ་རང་སྣང་གི་ལ་ནི་དཔེར་ན་ཨའི་རྟེན་པ་ཤི་དེ་གི་བི་སྣང་དུར་དེ་ལ་གམ་ནི་བཅོམ་ལྡན་འདས་རྣམ་པར་སྣང་མཛད་ཡབ་ཡུམ་ཤར་ལྷ་མི། འོད་ནུས་ཤར་ཁ་འདམ་ཅན་རང་རང་གཏེར་ཁ་རྣམ་པར་ཤེས་པའི་ཕུང་པོ་ཁེབས་པའི་ངོ་བོ་དག་པས་ཀྱི་སྟོབས་ཀྱིས་ཤར་ཕྱག་གི་ལྷ་མ་དོ་སངས་རྒྱས་དགའ་ཞིང་ཁམས་སོ་སོ་དུར་བྱས་ནས་འོག་ནས་དེང་དང་ཨེ་བ་རིག་པའི་ཨ་སོང་འོག་གི་རིག་པའི་ཨོ་བ་དོ་རིག་པའི་ལྗོན་མ་རྩ་ནས་རང་མང་གི་ཡི་དྭགས་ཞུ་ལས་ཀྱི་ཨི་ནི་ཁི་ནིང་ཞུ་ཨོ་མི་ཨེ་བརྟེན་པ་ཀ་སེམས་དག་གན་གེ་པོ་ཀའི་ཞུ། ཡོན་ཏན་ཐམས་ཅད་ལྡན་མ། འཇོལ་བ་ཞི་ཁྲོ་ལྷ་ཚོགས་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་རང་ཨེ་བརྟན་པ་ཀ་སེམས་ཀ་ལྡན་མ་ཅག་དག་ནི། འུ་ནུ་ཨའི་བག་ཤི་ལ་གམ་ནི་ཨེ་བརྟན་པ་ཀ་སེམས་ཀ་སྟོབས་ཀི་ཨ་ནི་ལྷ་ཚོགས་བག་ཐམས་ཅད་ར་ཨེ་བརྟན་པ་ཀ་མི་འགའ་དང་ནི་ལོག་ནས་ཤར་འུ་འཇག་གི་ལ་ན་དག་ནི་དོར་དུ་ན་འུ་ཉི་ཤུ་འཇག་གི་ལ། ནི་ཨེ་ཏེན་བ་ག་འགྲོ་བ་རིགས་དྲུག་ནང་ག་ཀེ་ལེ་ག་ལམ་དུ་རེ་རེ་ཤར་དབུ་ཧན་བུ་ལེ་ལ་འགྲོ་བ་རིགས་དྲུག་གའི་ཐེང་ད་གར་ལམ་བཟང་མ་ད་བ་ཐེང་ད་བཟང་ནི་ཨོ་བ་ཧང་རང་མ་ངེས། ཨེ་ཏེན་བ་ག་ཉོན་མོངས་པ་འདོད་ཆགས་ཞེ་སྡང་ང་རྒྱལ་ཁྲག་དུག་གཏི་མུག་བྱད་མའི་འུར་ནུ་བ་ཀི་ཨེ་ཏེན་བ་འགྲོ་བ་རིགས་དྲུག་ཆ་མེད་བི་ལི་ག་ལྡན་གི་ཉོན་མོངས་པ་བ་ག་ཐུགས་ངའི་ཤར་དབུ། ཉོན་མོངས་པ་བ་ག་ཐུགས་ངའི་ཤར་དབུ་འཇལ་གི་ལ། ངེས་པར་དུ་ཨེ་བྷེ་ཀེ་སེ་ལེ་ཁེ་ལེ། འགྲོ་བ་རིགས་དྲུག་སྣང་ག་ཀེ་ལེ་ཀ་ལམ་བག་རང་ཤར་དབུ་སྙེད་པོ་དྲག་འདུ་ག་ཨེ་དུང་དང་ཨེ་བག་ཐམས་ཅད་ཞིང་ཁམས་ག་དེ་ལེ་ཀ་སངས་རྒྱས་ཀ་འོད་ཟེར་དང་སངས་རྒྱས་ཀ་ལྷ་ཚོགས་བག་ཐམས་ཅད་ཤར་དབུ་མཐའ་རང་དེ་སྙེད་པོ་དྲག་འདུ་འུ་ནུ་བག་ཐམས་ཅན་རང་ཨེ་བརྟེན་པ་ཀ་སེམས་ཀ་སྟོབས་ཀྱིས་ཤར་བྱ་བྱུག་གི་ལ་ཨེ་བརྟེན་པ་ཀི་སེམས་ཀ་སྟོབས་ཀྱིས་ཤར་བྱ་བྱུག་གི་ལ་ན་ཨེ་བརྟེན་པ་ཀ་སེམས་མདའ་ཁ་འགའ་བྱུག། སངས་རྒྱས་དགའ་ཡོན་ཏན་ཕུན་སུམ་ཚོགས་པ་ཐམས་ཅད་ཨེ་བསྟན་པ་ཀ་སེམས་དགའ་ཚངས་པ་བྱ། རྒྱལ་བ་ཞི་ཁྲོ་རབ་འབྱམས་དཔའ་ཐམས་ཅད་ཨེ་བསྟན་པ་ཀ་སེམས་དགའ་ཚངས་པ་བྱ། ཨེ་བསྟན་པ་ཀ་སེམས་དགའ་ཚགས་མཐའ་འདི་ནི་ལ་ཨེ་བ་འཁོར་བ་ཆ་མེད་ཁྱེའུ་རྒྱུ་མཚན་ཞུ་ཧང་ཡ་དང་ནི་ལ་ཨེ་བསྟན་པ་ཐམས་ཅད་ར་ལས་དང་ངན་མོང་པ་གི་སྦུབས་ཐ་དད་ཀྱི་ཨེ་བསྟན་པ་ཀ་སེམས་དགའ་ངོ་བོ་རང་བཞིན་ཉེ་བར་ཤོག་ཅག་སངས་རྒྱས་ཀ་རང་བཞིན་གྱི་ལ་དེ་གི་ནི་བུ་འུ་ནུ་ཀ། སེམས་དགའ་ལས་དང་ནན་མོངས་པ་བག་ཆགས་བག་གི་དཀྲོགས་ནས་བཙོག་པ་ཅོ་སྟོ་ཨ་རེ་གི་ཨའི་བག་གི་སེམས་ཡུལ་ས་ལས་ཨ་མཚེ་ཐམས་ཅད་ལ་སེམས་ནན་མོངས་པ་བག་དང་དེ་དགའ་འདོད་ཆགས་དང་ཞེ་སྡང་ང་རྒྱལ་ཕྲག་དོག་བག་དང་དེ་དགའ་དམིགས་ཨ་ནི་ཨའི་བག་གི་ཡུལ་ས་ཨན་གང་དེ་དེ་གི་ཨའི་བག་འཁོར་བ་ནང་ག་ཆ་མི་ཤོ་རྒྱུ་མཚན་ཤོ་འོ་ནན་གི་ཨ་ཨའི་བརྟེན་པ་ག་སེམས་དགའ་གང་ཤོ་སངས་རྒྱས་དང་སངས་རྒྱས་ག་སེམས་དང། ཁྱད་པར་ཧང་རང་མ་ཅི་འཇུག་གི་ལ་ན་ནི་འོ་ནི་ན་དེ་ཀའི་རྒྱལ་བ་བཞི་ཁྲུ་བག་ཐམས་ཅད་ཨའི་སྟན་བག་ག་སེམས་དགའ་དང་ཨའི་སྟན་བག་ག་ལུས་སྲུ་ག་ཚངས་པ་བྱ་ཨའི་སྟན་བག་བཞི་ནི་བར་དོ་ག་གཤེགས་པའི་དགའ་ག་ཨའི་སྟན་བག་ག་སེམས་དགའ་ཐུགས་ངེས་ཨའི་ནི་རྒྱལ་བ་བཞི་ཁྲུ་བག་ཐམས་ཅད་ཨའི་སྟན་བག་ག་སེམས་དགའ་ཐུགས་ངེས་ལོག་ནས་ཤར་བྱ་འཇུག་གི་ལ་མ་རྟོགས་ཅི་བ་ལས་ཞིང་ཁམས་བར་གའི་དུང་དང་ཨའི་བག་སོ་ངོ་རིག་པའི་ཨོ་བྷ་དོ་ཨོ་བྷ་ཧང་རང་མ་འགི་ཡི་དྭགས་ཞུ་ལས་འོ་ནི་ན་དེ་ཀའི། བར་དོ་ག་ངོ་འཕྲོད་ཨང་དེ་སྣང་ལས་དག་དང་ལྡན་ནས་ལ་ནའི་སྟན་བག་ཡོངས་མ་གི་ན་ཨ་ནི་ལྷ་ཚོགས་ཤར་ནས་བུ་ཤར་ཆེན་ཧང་དང་ཧང་མིན་ཛེ་ནི། ཤར་ཐང་རང་བདེན་ཐང་འདི་ནས་བུ་ན་འདེད་ཀ་སེམས་ཀ་དོག་གི་ན་འཐེན་ཀ་དང་ཤར་བ་གི་ལ་མ་ཏོ་ནི་བ་ར་གའི་དོང་ཏ་ནི་དབུ་མཐོ་བ་ཧང་རང་ཐུར་མང་གི་ཡོང་མ་གི་ན་འདེད་ཀ་སེམས་ཀི་ཤར་བ་གི་ལ་ན་འདེད་ཀ་སེམས་ཀི་ན་འདེད་ཀ་སེམས་ཀ་ཏ་ནི་མ་པེ་རང་བར་ཆད་ཨ་ལས་མར་བ་ད་ནི་ན་རིག་པ་སྒྲིམ་ནི་ལྷ་ཚོ་བ་ཤར་ཀ་འདམ་ཅི་ཨ་ཡིན་བྱ་ཀ་སེམས་ཀ་ཡོན་ཏན་ཀ་ཐུ་ངན་ཤར་བ་གི་ལ་ད་ནོག་སམ་དང་མེ་ཁེ་ལི་ནི་འགྲོ་བ་རིགས་དྲུག་ཀ་ལམ་བག་ཤར་དབུ་ཧན་བག་ཐམས་ཅན་རང་རང་འཐད་པ་ཀ་ཉན་མོངས་པ་འཆི་བ་ཀ་སྟོབས་ཀི་འགྲོ་བ་རིགས་དྲུག་ཀ། འགྲོ་བ་རིགས་དྲུག་གི་ལམ་ཤར་བྱ་གྱིས་ལ་དཔེར་ན་ཐི་ནོང་འདོ་བ་དེ་ཤུན་ཐ་འདི་ཉིད་ལ་ཨེ་བརྟེན་པ་ག་ང་རྒྱལ་རྣམ་སྨིན་བསམ་མི་ཤུགས་འཆི་བསླུ་འཆོལ་བ་ག་སྟེང་གི་སངས་རྒྱས་ཡང་ཡང་རིན་ཆེན་འབྱུང་ལྡན་ག་འོད་ཟེར་ག་ཐ་ལོ་ཀོ་ལོ་ཀའི་དུང་དང་ནི་རོ་ཀ་འོད་ཟེར་གའི་བུ་ཤོ་ནོ་བྷི་དང་མི་ནི་ཧ་ཡང་ནི་མིའི་འགྲོ་བ་ག་ཀེ་ལེ་ག་ལྡན་གི་ནི་ལམ་མཐོར་ཨོ་བྷི་དང་མི་འུ་ནུ་ལམ་གའི་བུ་ཤོ་རང་ང་སེམས་ག་ང་རྒྱལ་འཆི་བསླུ་འཆོལ་བ་སྟེང་གི་ང་རྒྱལ་གི་དེང་དང་ནི་ཤར་དབུས་འཇའ་འཇུག་གི་ལ་མ་དོ་ཡོ་ལ་མིའི་འགྲོ་བ་གའི་ག་དང་ནི་གར་ལམ་བཟང་མ་དོ་བ་ཤར་འོག་བ་ཤོ་ཧང་རང་མང་གི་ཡི་དྭགས་ཤོ་གི་མདོར་བསྡུ་ན་བར་དུ་ཀ་ཤེག་པ་ཀམ་དཀླིགས་བུ་ཤར་ནི་བུ་ཤར་ཆུ་ལྷ་ཚུགས་དང་ཧ་ཡང་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཨི་བི་ཤར་ནི་བུ་ཤར་ཆུ་འོག་མ་ནི་ལ་འགྲོ་བ་རིགས་དྲུག་ཀ་ནང་ཀ་ཀེ་ལི་ཀ་ལམ་ཤར་ནི་བུ་ཤར་ཆུ་གནས་བ་ནང་ཀ་དེ་ནི་གཤིན་རྗེ་ལས་མཁན་དང་ཆེ་མཁན་རྗེ་བོད་ཀྱི་གདོང་དང་ཧང་དང་ཧང་རང་ཤར་ཐ་འདི་ནི་བུ་ཨི་བསྟན་པ་ཀ་སེམས་ཀ་སྟོབས་ཀྱི་ནང་མ་ཐུར་གྱི་ལ་མ་དོ་འོ་ནུ་བ་ཐམས་ཅད་རང་མིག་སེལ་གྱི་སོ་སོར་སྒྲུབ་ཐོག་ཏུ་ཧང་རང་མ་འཇལ་ན་ལ།

གླང་པོ་ཆེ་མཐོང་མ་སྐབས་ནི་གླང་པོ་ཆེ་ཕའི་ནང་གི་གཤེགས་པ་ལྕམ་དང་གཤེགས་པ་མ་འཇལ་མེད་ནས་གླང་པོ་ཆེ་མཐོང་གཉིས་པོ་མཐོང་ཞོག་ལྷ་གུ་རུ་རིན་པོ་ཆེ་མཇལ་གཉིས་པོ་མཇལ་ཞོག་ཨ་ཕ་མ་མཐོང་གཉིས་པོ་མཐོང་ཞོག་གཡས་པས་མཐོང་གཉིས་པོ་མཐོང་ཞོག་ཨེ་བ་ཀ་ཉོག་དང་ནང་གི་ནུབ་ཐོ་བ་མ་འཇལ་མེད་ནས་ཨེ་ཏིན་བ་ཀ་སེམས་དགའ་སྟོབས་ཀྱི་ཤར་བྱ་རྒྱུ་གི་ལ་མིའུ་ནུ་བབ་ཐམས་ཅད་ལ་འུ་ནུ་ལྟ་བུ་གི་ལ་ན་ཨེ་ཏིན་བ་ཀ་སེམས་དགའ་སྟོབས་ཀྱི་གླང་པོ་ཆེ་མཐོང་མི་འཇལ་མེད་སེམས་དགའ་ཤར་བའི་ལ་མེ་མོང་བཞི་ནང་གི་ཨེ་ཏིད་བ་སེམས་དགའ་ཐུགས་ངན་ཨེ་ནས་ཡིད་བ་ཀ་ནས་ལྷ་དང་བླ་མ་གུ་རུ་ལྟེ་བུ་མཇལ་བའི་ལ་མེ།

འུ་ནུ་ཁེ་ལེ་ངེས་པར་དུ་ངོ་ཁེན་ནི་ཁེ་ལེ་ན་རང་ངོ་འཕྲད་པའི་ཁེ་ལེ་ད་ག་ཞུ་འུ་ནུ་དང་འཕྲད་པའི་ཁེ་ལེ་འོ་མ་ནད་པ་ཅིའུ་ཐོ་ཞུ་ལ་ཀར་ནི་ཡང་ནི་ལ་ཚད་གང་གིས་དེ་ཀོ་པའི་བར་དུ་ཐོད་རོས་དེ་སེན་པ་ནི་དཔེ་ཆ་མང་པོ་ཟིག་ཁན་པ་གིས་དེ་གིའོ་ལ་ཐུགས་བསམ་དེ་ཞེན་ཆོད་དུ་ཚད་བན་དེ་སོ་ད་ཕི་ན་འུ་ནུ་སོ་ངོ་ཁེ་ཡན་དེ་པོ་ཐུགས་བསམ་ཞེན་ཆོད་དུ་གིས་དུམ་མང་གིས་དུམ་ཞུ་ནི་ཨེ་བབ་ཐམས་ཅད་ཀྱི་ནོང་ཐོར་སེ་ལེ་ད་ཞུ་ལེ། ལ་སོ་ནི་ཇི་གཏམ་ཐོར་ཞུ་ནི་ལ། མཱི་སུར་ག་ཅང་ཆོ་ལི་ག་ཀབ་ག་ཅི་གུ་མི་བ་ངན་ར་ཐུར་ཅ་རོག་ཆེ་ལུག་ཤུ་ཧིན་དུ་གི་ལ་ནི་རོག་ཀེ་པོ་མཱི་སུར་ག་དགོན་པ་ག་ལའི་ཙ་ཀ་ཙི་ཀི་ཨ་ནི་ཨ་ནི་རོ་ཉིང་ཤ་མ་སུམ་ཅུ་བྷང་བུ་དྷའི་བ་ལ་རོག་ནི་རོག་དགོན་པ་གམ་འབྲེལ་བ་ཨུབ་ཐུར་ཨ་ནི་གྲ་པ་བ་ཁམ་ཅིན་སེ་ན་རོག་དགོན་པ་མང་པོ་ཆུ་ན་ཉེ་རིགས་ཡི་བྷི་དུར་ཞེས་བརྡོལ་བ་མ་དུ་ངབ་ཀ་དམ་གྱི་གོན་པ་ག་ལས་ཨན་ཆོན། ནང་པ་སངས་རྒྱས་པ་ག་ཆོས་ག་ལུགས་སྲིད་ལྷང་ཕྱོགས་དམ་ཅན་སྲས་ན་རུ་ཀི། བོད་པ་ལོ་བག་དམ་ཅན་སྲས་ལི་རུ་ཀི་རིན་པོ་ཆེ་དང་གྲི་གུ་ག་ཀོར་ཀེ་ཨ་ནང་ཕྱི་ག་རུལ་བག་དམ་ཅན་སན་ཅཱ་ཀི་ཉེ་བུ་རུ་ཀི་ནང་པ་ཆེ་ད་ག་འཐིག་པ་དུ་ར་ཨ་ལུ་མ་ཅཱ་རོ་ཧིན་དུ་ར་ཨན་ཆོན་ཅཱ་ཉི་ཇི་རོ་ཀ་འབྲི་བ་ནོང་དུར་འཇང་རོ་ཀམ་ཆ་སན་ཆོ་ལི་ཀ་ཀ་ཇི་འབྲི་བ་ཇི་མ་ནན་ཁེ་བོ་ཀེ་གོན་པ་ག་དབུ་ནི་ལོ་དབུ་བསྟུར་མང་པོ་བསྡེ་བ་ལ་ནང་གི་གོན་པ་ག་རུལ་དང་ནང་པ་སངས་རྒྱས་པ་ག་ཆོས་ག་རུལ་བག་ཐམས་ཅན་ཟད་ན་ནི་ནང་པ་སངས་རྒྱས་པ་ཆོས་ཧང་ཨ་ལོ་མ་བཅས་དག་པ་རུ་གི་བྱ་ལེན་ཧང་ཡིག་ལས་དང་ནི་ལ་ནའི་ནང་པ་སངས་རྒྱས་པ་ཆོས་ག་བུ་ཆོ་ལ་ཀམ་ནི་ཆོ་ལེ་ག་ཆོ་དང་ཕྱི་སྒྲུབ་དང་བག་ཤི་ནི་ལས་ཤི་བ་ག་ཤི་དང་བག་དང་སངས་རྒྱས་གོ་འཕང་ཐོབ་དང་བག་ཐམས་ཅད་མ་འགྲོ་བ་ཞེས་པའི་ལ་དང་ནི་ཝི་ནུ་པུ་རུ་སྐན་ཨ་ཧ་ཧིན་དུ་ག་བུ། ལེགས་པའི་ལྕགས་ནི་ཆོས་ཉིད་ལ་འཆོལ་བ་ཆས་སྒྲུབ་དང་ཚེ་དང་ད་གའ་ལྡན་གྱི་ཤིང་ཉིད་ལ་ཤི་བ་ཚེ་ཕྱི་མ་ལྡན་གྱི་ཆས་སྒྲུབ་དང་སངས་རྒྱས་གོ་འཕང་ཐོབ་དང་ཐམས་ཅད་ཨ་ཧ་ཧིན་དུ་ག་བུ་ཡེག་པའི་ལྕགས་ནི། ན་ཞི་བུ་ཡེག་པའི་ལ་ནང་པ་བ་ཀི་བུ་ཨ་ཧ་ནི་ནི་མཆིས་པ་ཧིན་དུ་བ་ཀི་བུ་ཡེག་པའི་ལྕགས་ནི་ཨོམ་བཞིའི་ཨན་དྷན་དེ་ཉིད་ལ་ཨི་བི་ཀ་ལྡན་མ་ཀི་ལམ་ཨི་བི་ཀ་བརྫུན་མ་ཀི་ལམ་མོ་ལ་བཞི་རྩ་ནི་ར་དག་ཤིང་ཕི་ལི་སེ་ལོ་མ་ལ་དཱ་ནི། ནི་འོ་ཉིད་ཀྱི་ཨོམ་ལྗང་སྒང་པ་ཤི་ལ་རེན་པ་བྱ་ལྗང་ཤི་ནི་ཤོང་ཕུ་ཏེ་ཀེ་ཅི་ཧིན་དུ་པ་ཆོས་རྒྱལ་པོ་ཡི་ངོ་མ་གྱོད་ལ་མོ་ནང་པ་ག་ཆོས་རྒྱལ་པོ་ངོ་མ་གྱོད་ལ་མི་ཤོ་འོ་ན་ཤི་ནི་ལྗང་ཤོང་ཕུ་ཏེ་ཀེ་ནམ་ཤི་ཤོ་འདེ་ཏེ་ཀེ་ཤ་ཅི་ཏག་ཤིང་པི་ནི་འོ་ནེ་ཤ་སེ་ལི་ཏའུ་ཐུར་ལ་ཨོ་མ་ཅི་སེ་ལུ་མ་ལ་ཏག་ནི་རུ་ཀེ་འོ་ནེ་ཧེ་ཀི་ལ་ཧུ་ནུ་པུར་སྐིན་ཉོམ་གྱི་ཨོམ་མང་གྱི་ཨོམ་ཤོ་ཨེ་བག་ཐམ་ཅན་རང་ནོང་ཐུར་ལ་ཨོ་ཏ་ཀི་ནི་པུ་ཏེ་ལི་ཁེ་ལི་འོ་ན་ཨ་གབ་ཀ་ཏན་ཏན་རང་ནེ་བ་ནེ་ཀི་ནས་སེམས་དགའ་དྲན་མེད་རེ་བའི་ཡི་དྭགས་ཞུ་ལེ་ལ་སོགས་ནི་ཐི་ནུ་ཀ་ཆོས་དགའ་ལས་རིམ་ཨུབ་དུ་ར་ནི་ཐ་ལེ་ནི་ནམ་ནིང་ཅི་བདེ་ཚེ་ཕྱི་ཉིན་ལ་ཞུན་ཕི་བེ་དང་ཞུན་ཅཱ་ནི་བི་འཇའ་བ་ཐམས་ཅད་ལེགས་པར་འཛེམ་ཞོ་ཀུ་ནཱེད་ལ།